དེ་ནས་ང་དང་རིག་གཞུང་དེར་བཞུད་ཅེས་ཚིག་བཞག་པོ་ཡིན་ནོ། དེ་ནས་ཉེ་ཆར་ཚང་མ་ཐུགས་ཁྱོད་ཟིན་ནོ་དང་དེ་ནས་ང་དང་དེ་ནས་རྒྱ་གར་རི་སློབ་དཔོན་ཆེན་མོ། དེ་ནས་ཞི་བ་ལས་སྤྱོད་འཇུག་ང་དང་ཁྲི་སྟན་གཅིག་དང་ཡིན་ནོ། ད་སྤྱོད་འཇུག་པོ་དེ་ནས་མ་ཁག་ཅན། བཞུགས་ཚེ་ཡིན་ནོ་ལས་ཇི་ལྟར་ད་ཕལ་ཆེར་ཚང་མའང་ཁག་ཅན་ཡིན་ནོ་པ་ཡིན་ན་ཡང། དེ་ནས་སྤྱོད་འཇུག་པོ་ག་ཟུ་བ་ཁག་ཅན་གཅིག་ཡིན་ནོ་ཞུས་ན། སྤྱོད་རྒྱུགས་དེ་མང་ཆ་དེ་ནི་ལུང་གི་ཐོག་ནས་མ་འགྲུབ་པ་ལ་མང་ཆ་དེ་རིག་པ་དང་པའི་ཐོག་ནས་དེ་ནི་ང་དང་སེམས་ཁམས་རིག་པའི་རྣམ་གཞག་གོ། དེ་ནི་ང་དང་སངས་རྒྱས་ཞེས་སེམས་ཁམས་ཀྱི་རིམ་པའོ། དེ་ནི་པའི་དང་རིག་པ་ཁོ་རང་གི་ཐོག་ནས་འགྲུབ་པ་ཚང་ན་དེའོ་དང་དེ་རིང་དེ་ནི་དུས་རབས་ཉི་ཤུ་རྩ་གཅིག་པ་དེ་ནི་ཚན་རིག་གི་དུས། ཡོན་ཏན་ནི་དུས་བརྟག་དཔྱད་ཀྱི་དུས། མི་ཚང་མ་དེ་ནི་མཁྱེན་རྒོ་ཟབ་མོ་རྒྱུ་རུ་དུས་ལ་དེ་གཟུགས་དེ་ནི་རིག་པ་དང་པའི་ཐོག་ནས་ང་དང་ཨིས་པེ་ར་ཅི་ཞིག་བཏང་ནའང། ཨ་ལ་ཀ་གཟུགས་ཅིག་ཨིས་པེ་སྟངས་ཅིག་བཏང་ན་ཡང། ཀ་གཟུགས་ལྟ་བ་གྲུབ་མཐའ་ཅིག་ང་དང་མདུན་ལ་བོར་ན་ཡང་ཡ་མ་ནི་ཨིས་པེའི་ཐོག་ན་མདུན་ལ་བོར་དགོས་ཞེས། ཡ་མ་ནི་དེ་ནི་རིག་པ་ཡང་དག་ཅིག་གི་ཐོག་ན་མདུན་ལ་བོར་དགོས་ཞེས་སྨྲ་ཁག་ཅན་ཡིན་པ་བཟང་ན། དེའི་རིམ་པ་འོ་དེ་ནི་སྤྱོད་འཇུག་ན། འོ་དེ་ནི་ཨིས་པེ་དང་རིག་པའི་ཐོག་ནས། དེ་ནི་ཚོགས་ལམ་ནས་དང་ག་འཇིག་དེ་ནི་སངས་རྒྱས་ཀྱི་ས་བསགས་པ་ཡ་མ་ན། སྦྱིན་པ་ནས་དང་ག་འཇིག་ད་ཐེག་པ་ཆེན་པོའི་ལམ། ཡོངས་སུ་རྫོགས་པར་བསྡུ་བཏང་ན། བར་དོ་ཆེན་པོ་དྲུག་ག་ལ་སྟེ་འོ་དེ་ནི་སྤྱོད་འཇུག་གི་བརྗོད་བྱ་ཡིན་ནོ། བསྐྱོད་པ་ཚང་སྟེ་འོ་མ་གག་ཆ་ནས་ནི་འོག་ཟེར་ཏེ་ངེད་ལྷ་རྒྱལ་ཚང་མ་ལ་ཡང་སྐྱར་སྐུར་མ་བཞུ་བྱེད་ཟིན། ད་གོ་ནས་དེ་ནས་ང་དང་ཕར་ཕྱིན་དྲུག་གི་ནང་ནས་ཕར་ཕྱིན་ལྔ་འོ་ཆ་ཚང་བྱིན་ང་དང་བཞུ་ཚར་ཏེ་ནོག་མ་ལ་དེ་ནས་ང་དང་ཚར་བྱེད་ཟེར་བསམ་པ་མ་ན་མ་ས་ལ་ལ་སོ་དཀྲོལ་བརྒྱབ་སྟེ་ཁ་སྤ་ཚང་མས་ཅིག་རང་རང་སོ་སོའི་ཐུགས་བསམ་པ་ཚང་མ་སྔོན་འཇུག་གི་ད་ང་དང་བསྐྱོད་དེ་བསམ་གཏན་གྱི་ལེའུ་བཙགས་པ་མ་ན་བདེ་མོ་ཚར་ཏེ་ནོག་ངེད་མ་ཚང་མ་དེ་ནི་ངེད་ཅག་བཞུགས་མཁན་དང་བསམ་མཁན་ལ་འགྱེལ་ཚང་བ་ལ་ངས་རྗེས་སུ་ཡི་རང་དང་ཐུགས་རྗེ་ཆེ་ཞུས། ད་དེ་རིང་སྐབས་སུ་བབ་པ་ང་ཐང་ག་རུ་སླེབས་ཏེ་རང་བཞུགས་ན་ལེགས་ང་ཐང་དེ་ནི་ཤེས་རབ་ཀྱི་ལུས་བར་སླེབས་ཏེ་ནོག། ཡང་དེ་ནི་ངས་ངེད་ཅག་ཇོ་བོ་ཕུལ་ཚད་ལ་ཤེས་རབ་པོ་དེ་གཟུགས་ལས་སླ་མོ་ཅིག་མ་ནོག་གགས་པོ་ཏན་ཏན་ཡིན་ནོག་ཡིན་ན་ཡང་ཤེས་རབ་དེ་མེད་ན་དེ་ནི་སྨྲ་ན་འགྲིག་བྱེད་སུ་མ་ནོག་ཤེས་རབ་པོ་སྨྲ་ཁག་ཅན་ཡིན་ནོག། སྐབས་རེ་ང་དང་མི་མང་པོ་ཅིག་བཞུགས་རུ་བ་ལས་དེ་ནི་དེ་ནས་བླ་མ་དང་དགེ་བཤེས་རིན་པོ་ཆེ་དགོན་ནས། ཅིའི་ཆོས་ཤིག་ཤར་ན་སྟོང་པ་ཉིད་དང་དེ་གཟུགས་སྤེལ་ར་མཐོན་པོ་ཐོན་པའི་གཟེར་འདུག་མི་མང་ལ་ཕན་ཐོགས་ཡ་མི་འདུག་ཟེར་མཁན་ཚོ་ཞིག་ད། དེ་གཟུགས་ཅིག་མ་ན་མ་ནོག། ཕན་ཐོགས་ཆེད་ཟིག་ཕེ་མོ་སྟེ་ནོག་ཕན་མི་ཐོགས་ཆེད་ཕེ་མ་ན་མོ་སྟེ་མ་ནོག། དེ་ནས་ལྟོས་ཀྱིན་འདུག་ང་དང་ནང་པས་ཁ་སྤ་ཚང་མས་མོ་ལས་ནོག་ནང་པས་ཅི་ཞིག་ང་དང་གཟེར་ནང་ལས་པས་ནང་དང་ཆག་ཅིག་བུ་ལས་བྲོས་རེས་སྐོ་ར་བྱས་བྲོས། ཡང་ལེ་ཡོང་ཅབ་ཅིག་བུ་ལས་འགྲོ། འོ་ཁ་འདོན་རྒྱལ་སྤྱོད་ཅིག་སྤྱོད་འགྲོ། ཅི་ཞིག་སྤྱོད་སྐབས་འདུག་ཚང་མ་ཡང། དེ་ནི་ཐ་མ་ཐུག་ས་འོ་དེ་ཚང་མ་སྤྱོད་པ་ཡིན་ནོ། སྤྱོད་པའི་རིམ་པའོ་ཚང་མ་སྤྱོད་པ་བདེ་མོ་འོ་ནང་པའི་སྤྱོད་པའོ་བདེ་མོ་ཞིག་མཐོང་ཡ་ན། ནང་པའི་ལམ་ལུགས་ཧྲོལ་པོ་བདེ་མོ་ཞིག་མཐོང་ཡ་ན། མིའི་ང་དང་བྱམས་པ་སྤྱོད་ཆེད་སྙིང་རྗེ་སྤྱོད་ཆེད་སེམས་བསྐྱེད་སྤྱོད་ཆེད། ཨ་ལ་དེ་ཚང་མ་དེ་ནི་ང་དང་བདེ་མོ་ཞིག་དང། དེ་ནི་འདྲ་ཆགས་པོ་ཅིག་ཡིད་དུ་འོང་བ་ཞིག་མཐོང་ཡ་ན། ཐུག་སའོ་ཁོའི་རིག་པ་དང་ཡང་དེ་ཚུགས་བྱས་ཐུག་གོ་ལེ་ཐུག་སའོ་དེ་ནི་ལྟ་བ་ལ་ཐུག་བ་ནོག་རྟེན་འབྱུང་ལ་ཐུག་བ་ནོག་རྟེན་འབྲེལ་ལ་ཐུག་བ་ནོག་ལེ་ཆོས་ཐམས་ཅད་རང་བཞིན་གྱིས་མ་གྲུབ་པ་ལྟ་བ་རྟེན་འབྱུང་ལ་ཐུག་བ་ནོག་སྐྱོད་པ་བཟང་ན་དེ་ནི་ང་དང་སྟོང་ཉིད་ཀྱི་རིམ་པའོ་ལྟ་བའི་རིམ་པའོ་རྟེན་འབྲེལ་གྱི་རིམ་པའོ་ཅི་ཞིག་མོལ་ནའང་ལོག་པའི་ཆ་ནས་ང་དང་མོ་ཚུལ་མང་པོ་ཅི་ཡོད་སྐྱག་པ་འབབ་ས་ཅི་ཅི་ག་འབབ་བ་ནོག།

འབྲས་བུའི་དོན་དུ་མ་བྱ་ཕྱིར། ད་དེ་ནི་ང་དང་ཀུན་རྫོབ་དང་སྟོང་གཏམ་གྱི་རྣམ་གཞག་གོ་སྐྱོ་ད་ལས། ད་དེ་ནི་ངོ་སྨྲ་བ་དང་ད་སྐབས་འདིར་ཉིད་སྐ་ཟེར་ན་ཕལ་པ་དང་དེ་ནི་རྣལ་འབྱོར་པ་ཉིད་སྐ་བཏགས་ན་སྤེ་ར་ཁྱོད་དེ་རྒྱག་ཕལ་པ་ཟེར་ན་དེ་ནི་སྟོང་ཉིད་མ་རྟོགས་གན་སྟོང་ཉིད་ཁས་མ་ལེན་གན། དེ་ནས་རྣལ་འབྱོར་པ་ཟེར་ན་དེ་ནི་སྟོང་ཉིད་ལ་དམིགས་པའི་བྱིན་རླབས་ཟུང་འབྲེལ་གྱི་ཏིང་ངེ་འཛིན་ཐོབ་དཀའ་ན་ལ་སྟོང་ཉིད་ཐོས་པ་བསམ་པ་བསྒོམ་པའི་ཐོག་ནས་སྟོང་ཉིད་པོ་སྦྱང་དགོས་སུ་ནག་པ་ལ་ཡིན་ན་གཟུགས་སྟོང་ཉིད་ཧཱུྃ་ཀ་མ་ནག་སྟོང་ཉིད་དུ་གཟུགས་ལྷ་མོ་བཞི་ཀ་ནག་ཡིན་ཅིང་སངས་རྒྱས་ཀྱི་དེ་ནི་ཡུམ་རྒྱས་འབྲིང་དུ་གསུམ། ལྔ་དང་འབུམ་བུ་སྟེ་བཅུ་རུག་གསུང་དུ་འདུ་བ་ལས་དེ་སྟེ་གཟུགས་གཅིག་ཁྱོད་རང་ལྷ་མོ་བཞི་ཀ་ཀ་ནག་མགོ་བ་ནག་སྐྱོ་དང། ཡ་ཁོ་ཁོ་རང་མ་ནག་འཇིག་རྟེན་གཅིག་ཡིན་ནོ། དེ་ནི་སྟེ་ཚོགས་ཀྱི་དེ་ནི་ཕལ་པ་དང། དེ་ནི་རྣལ་འབྱོར་པ་གཉིས་ཀས་ཕལ་པའི་ཟས་བཀྱག། ཁྲོས་ཐམས་ཅད་རང་བཞིན་གྱིས་མ་གྲུབ་པར་བཀའ་སྩོལ་བ་ཡིན་ནོ། རང་བཞིན་གྱིས་འགྲུབ་པར་ཁས་ལེན་གནས་པའི་གཟི་ལས་ཀྱང་རང་བཞིན་གྱིས་མ་གྲུབ་པར་ཁས་ལེན་གནས་ནས། དེ་ནི་རྣལ་འབྱོར་པ་ལ་སྩོལ་ཏེ་ཀྱང། ཆོས་ཐམས་ཅད་རང་བཞིན་གྱིས་མ་གྲུབ་པ། ཡིན་པས་ཁྱོད་རང་ལ་འགྲུབ་བྱ་ཅི་ཡོད་བཙལ་ཀྱང། རིག་པ་ཅི་ཡོད། རིག་པ་ཅི་ཡོད་ཞུས་ན་སྙམ་པོ། རིག་པ་ཡོད་དོ་ནའང་ཆོས་ཐམས་ཅད་རང་བཞིན་གྱིས་མ་གྲུབ་པ་ཡིན་པའི་རྒྱུ་མཚན་ལ། དེ་ནི་ང་དང་གཅིག་དུས་རལ་གྱི་གཏན་ཚིགས། ཡོད་མེད་སྐྱེ་འགོག་གི་གཏན་ཚིགས་མཐའ་བཞི་སྐྱེ་འགོག་གི་གཏན་ཚིགས་མུ་བཞི་སྐྱེ་འགོག་གི་གཏན་ཚིགས་ཟེར་ན་སྟག་ལ་ཟེར་བ་ནང་བ་ལ་སྟག། རྒྱུ་མཚན། འོ་དེ་ནི་མ་ནམ་རིག་པའི་རྒྱལ་པོ་སྟན་འགྲེལ་གྱི་གཏན་ཚིགས། འོ་དེ་ཚང་མ་གཏན་ཚིགས་ཡོད། སྤེལ་ཡོད། མྱུ་གུའི་ཆོས་ཀྱང་བདེན་པར་མེད་དེ་སྟན་འགྲེལ་ཡིན་པའི་ཕྱིར་སྤེལ་ན། མེ་ལོང་ནང་གི་བཅད་བཞིན་གྱི་གཟུགས་བརྙན་བཞིན་སྒྱུ་མ་བཞིན་རྨི་ལམ་བཞིན། དེ་ཚང་མ་དེ་ནི་ང་དང་སྒྱུ་མའི་སྤེལ་ཚང་མ། འོ་དེ་སྤེལ་ཐོག་ནས་ངས་གཞུ་ཡི་རྩེར་དུ་ནག་ཉིས་ཀ་གཡང་ནས་འདོད་པའི་སྤེལ་ཡོད་ཀྱང། སྤེལ་དང་རྟགས་ཀྱི་སྒོ་ནས་དེ་ནི་ངས་གཞུ་ཡི་མོ་དང་ཉིས་ཀ་གཡང་ནས་འདོད་པའི་སྤེལ། རྒྱུ་མཚན་ནི་མེ་དང་མ་ནོག་སྟག་དང་སྤེ་ཚང་མ་ཡོད་ཀྱག་མོ་དང་ནགས་ཤོད་དེ་ལ་ད་གཟུགས་ཅིག་ཧ་གོ་ན་འགྲིག་དེ་ནོག་ད་དེ་ནི་ཡང་རང་བཞིན་གྱི་མེད་ན་འབྲས་བུའི་དོན་དུ་མ་བྱ་ཕྱིར་ཟེར་ན་དེ་ནི་ཡང་ཁོའི་སོ་དེ་ཀྱག་ཡང་ཡོང་བར་སོ་ལྟ་ཅིག་གོ་ལ་ཀྱག་ཆོས་ཐམས་ཅད་རང་བཞིན་གྱི་མེད་ན་རང་བཞིན་གྱི་ཡོད་དགོས་ཟེར་ནོག་བལ་པའི་རྣལ་འབྱོར་པ་ལ་སོ་དང་ནོག་པ་རང་བཞིན་གྱི་མེད་ན་དེ་ནི་རང་བཞིན་གྱི་མེད་ན་སྦྱིན་སོགས་ལ་སློབ་པ་དོན་མེད་དུ་འགྱུར་བ།

གཞན་ལ་རག་ལས་པ་ཞིག་ལ་གོ་རྒྱ་རང་བཞིན་གྱིས་མེད་ཟེར་ན། དེ་ནི་གཞན་ལ་ལྟོས་ཏེ་བརྟེན་ཏེ་ཡོད་པ་ཞིག་ཐ་སྙད་རྒྱུ་མ་ཙམ་དུ་ཡོད་པ་ཞིག་ཤུགས་ལ་གོ་རྒྱ་རང་བཞིན་གྱིས་མེད་ཟེར་ན། འོ་དེ་གཟུགས་དེ་ནི་མཁྱེན་དགོས་ཟེར་ཀྱང། འབྲས་བུའི་དོན་དུ་མ་བྱས་ཕྱིར་འོ་རང་བཞིན་གྱིས་མེད་ན་ཡང་ལ་སངས་རྒྱས་ཀྱི་གོ་འཕང་དང་དེ་ཐོབ་བྱེད་ཀྱི་དེ་ནི་རྒྱུ་བར་དུ་ཕྱིན་པ་སྤྲུལ་སྐུ་རང་བཞིན་གྱིས་མ་གྲུབ་ན་ཡང། དེ་ནི་ཐ་སྙད་སྒྱུ་མ་ཙམ་དུ་རྟོགས་པའི་ཤེས་རབ་ཀྱིས་ཟིན་པའི་ཐོག་ནས་དེ་ནི་དེ་ང་དང་འཁོར་གསུམ་མི་དམིགས་པའི་སྒོ་ནས་ཕར་ཕྱིན་དྲུག་ཏུ་ཚང་མ་ཡང་དེ་ནི་རྣམ་པར་དག་པ་ཅིག་ཡོང་བ་ལ། དེ་ནི་ཕར་ཕྱིན་དྲུག་པོ་རེ་རེ་ལ་ཡང་ང་དང་འཁོར་གསུམ་མི་དམིགས་པ་དེ་ཚང་ངོ་ཟེར་ན་བ་ལས་དཔེར་ན་སྦྱིན་པ་རྫོགས་ཤིང་ཡང་སྦྱིན་པ་སྦྱིན་བྱ་ལེན་པོ་གཏོང་བས་གཏོང་ཟེར་སྦྱིན་པ་པོ་རང་བཞིན་གྱིས་མ་གྲུབ་པ་སྦྱིན་པ་བཏང་མཁན་པོ་ཁོ་རང་རང་བཞིན་གྱིས་མ་གྲུབ་པ། སུ་ལ་སྦྱིན་པ་ཕུལ་ཚེ་ཡུལ་དེའང་རང་བཞིན་ཡོད་མ་བསྒྲུབ་པ། དེ་ནས་བཀའ་གཟུགས་ཤིང་ལྔ་དང་སྦྱིན་པ་དང་ཙི་ཀ་ནི་བྱ་གླག་ངོ་སྤོ་དེའང་སྦྱིན་བྱེད་ཆོས་སྤོའང་རང་བཞིན་ཡོད་མ་བསྒྲུབ་པ། དེ་ནས་སྦྱིན་པ་ཚུལ་ཁྲིམས་བཟོད་པ་ཚུལ་འདི་བསམས་ན་ཕར་ཕྱིན་དཀྲུགས་དཀའ་ལོ། དེ་ནས་འཁོར་གསུམ་མི་དམིགས་པའི་ཤེས་རབ་ཀྱིས་མ་ཟིན་ན། སྟོང་ཉིད་རྟོགས་པའི་ཤེས་རབ་ཀྱིས་མ་ཟིན་ན། དེ་ནས་ཕར་ཕྱིན་དེ་དང་དེ། ང་དང་ཕ་རོལ་ཏུ་ཕྱིན་པ། ལ་རྒྱུད་ར་མ་ནོག་གསུངས་བ་ལས། སྦྱིན་པ་ཡིན་ན་སྦྱིན་པའི་ཕར་ཕྱིན་ཡིན་དགོས་སམ་མ་གནང། ཚུལ་ཁྲིམས་ཡིན་ན་ཚུལ་ཁྲིམས་ཀྱི་ཕར་ཕྱིན་ཡིན་དགོས་སམ་མ་གནང། ཚུལ་ཁྲིམས་ཀྱི་ཕར་དུ་ཕྱིན་པ་ཡོང་བ་ལ་དེ་ནི་སྦྱིན་པའི་འཇིགས་ཤེས་རབ་ཀྱིས་ཟིན་དགོས་སམ་མ་གནང། སྟོང་ཉིད་རྟོགས་པའི་ཤེས་རབ་ཀྱིས། ཆོས་ཐམས་ཅད་རང་བཞིན་གྱིས་མ་གྲུབ་པ། ལུས་དབང་གིས་བཞག་པ་ཙམ་མ་ཡིན་པར་རང་ངོས་ནས་གྲུབ་པ་མེད་པ། དེ་གཟུགས་གཅིག་རྟག་དོན་རྩལ་ནས་ཁྱེར་ན་ཅི་ཡང་མེད་པ་ཐ་སྙད་སྒྱུ་མ་ཙམ་གྱིས་གྲུབ་པས། མཐའ་གཉིས་དང་འབྲེལ་བའི་དབུས་ཀྱི་བསམ་པ་ཞིག་གི་ཐོག་ནས་ལ་ཕར་ཕྱིན་དེ་དང་དེ་ལ་གཞུག་དགོས་སུ་འདུག་བ་ལས། འོ་དེ་ཟེར་བ་དེ་ནི་ཆོས་ཐམས་ཅད་རང་བཞིན་གྱིས་མེད་ན་ཡང་མཐའ་གཉིས་སྒྱུ་མ་ཙམ་དུ་དེ་ནི་ཅི་ཚང་མ་ཡོད་དོ་ནོ་འཁོར་གསུམ་ཀ་ཡོད་དོ་ནོ་བ་ལས། སྐྱབས་ཡུལ་མཆོད་པ་ཕུལ་ས་དེའང་ཡོད་དོ་ནོ། མཆོད་པ་མཐའ་གཉིས་སྒྱུ་མ་ཙམ་དུ་མཆོད་པ་ཕུལ་མཁན་གྱི་རྣལ་འབྱོར་པ་དེའང་ཡོད་དོ་ནོ། མཐའ་གཉིས་སྒྱུ་མ་ཙམ་དུ་རྐང་མཆོད་པ་ཕུལ་སའི་རྫས་དེའང་ཡོད་དེ་ནོ། འོ་དེ་ནས་སོ་བ་དེ་ནི་ལྟད་མོ་དོ་ནོ། འདྲིས་པའི་དོན་དུ་མ་བྱ་ཕྱིར། ཆོས་ཐམས་ཅད་རང་བཞིན་གྱིས་མ་གྲུབ་ན། འདི་ནི་སྦྱིན་སོགས་ཕར་ཕྱིན་དྲུག་ལ་བསླབ་པ་དོན་མེད་པར་འགྱུར་དུ་ཟེར་མཁན་པོ་བལ་པའི་རྣལ་འབྱོར་པ་ལ་སྩོལ་བསྟན་ནོ། དེ་ནི་རྣལ་འབྱོར་པའི་གཏད་སོ་བསྟན་ནོ། ཆོས་ཐམས་ཅད་རང་བཞིན་གྱིས་མ་གྲུབ་ན་ཡང་སྦྱིན་སོགས་ཕར་ཕྱིན་དྲུག་ལ་སློབ་པ་དོན་མེད་པར་སྨྲ་ནོ། སྨྲ་ན་དོན་དང་ལྡན་པ་ཡིན་ནོ། ཨ་ལ། ག་སུ་ཡིན་ནོ་ཟེར་ན། དེ་ནས་ཤེས་རབ་ཀྱི་མིག་མེད་ན་ཕར་ཕྱིན་དང་པོ་ང་སྟེ་དེ་ནས་མིག་མེད་པའི་ལོང་བ་ཚོགས་བྱེད་ཡིན་ནོ། ཕར་ཕྱིན་དང་པོ་ང་ལ་ཤེས་རབ་ཀྱི་གཟི་ལ་ན་མཉམ་པོ་དེ་ནས་ཕར་ཕྱིན་དང་པོ་དྲུག་དེ་ཡང་སངས་རྒྱས་ཀྱི་གོ་འཕང་ཐོབ་བྱེད་ཀྱི་རྒྱུ་གཅིག་ལ་རྒྱུར་མྱ་ངན་ནོ། གསུང་ཨ། ཤེས་རབ་མེད་ན་མིག་མེད་ཕ་རོལ་ཕྱིན་མིག་བུ་མེད་པར་བྱང་ཆུབ་རེག་པར་ནུས་མ་ཡིན་ཤེས་རབ་ཀྱི་མིག་མེད་ན་ཕར་ཕྱིན་དང་པོ་ང་དེ་ནས་བྱང་ཆུབ་ཀྱི་གོ་འཕང་འདི་མཐོང་ཐུབ་པ་མ་ནོ་མོལ་ཏེ་ནོ། འོ་དེ་སུའང་འདྲི་བའི་དོན་དུ། དེ་ནི་རང་བཞིན་གྱིས་མེད་ན་ཡང་ཐ་སྙད་སྒྱུ་མ་ཙམ་དུ་སྐྱོ་ད་ལ། མ་བརྟགས་མ་དཔྱད་པ་མ་བྱ་ཕྱིར་ཟེར་ན་མ་བརྟགས་མ་དཔྱད་པ་ཐ་སྙད་སྒྱུ་མ་ཙམ་དུ། དེ་ནི་བར་དོ་ཆེན་པོ་དྲུག་དེ་ཚང་མ་ཡོད་བསྟན་ནོ། རང་བཞིན་གྱིས་མེད་ན་ཡང་ཐ་སྙད་སྒྱུ་མ་ཙམ་དུ་ཡོད་བསྟན་ནོ། དེ་ཚུལ་གོ་དེ་ནི་ཏེ་ཚིག་གི་འགྲེལ་པ་དུ་སྐྱོ་ད་ལ། ད་འཇིག་རྟེན་པ་ཡི་ངོ་མཐོང་ཞིང། ཡང་དག་ཉིད་དུའང་རྟོགས་བྱེད་ཀྱི་སྒྱུ་མ་ལྟ་བུ་མིན་པས་འདིར་རྣལ་འབྱོར་པ་དང་འཇིག་རྟེན་སོགས་དག་ཁག་མེད་ཀྱི་འོག་མ་དུ་བ་ལས་ལྔ་དང་ཕལ་པ་བཞོན་ནོ་སྙམ་པོ་སྟོང་ཉིད་མ་རྟོགས་པ་ཚང་མ་ལ་ཕལ་པ་བཞོན་ནོ། སྟོང་ཉིད་ལ་དེ་ནི་ཐོས་པ་བསམ་པ་བསྒོམ་པ་ལ་དེ་ཚོ་མངོན་དུ་ཆ་གང་པོ་དེ་ནི་རྣལ་འབྱོར་པ་ཟེར་ནོ། ད་ཕལ་པ་དང་རྣལ་འབྱོར་པ་གཉིས་ཀ། འཕགས་པ་དང་ཁ་སྤ་གཉིས་ཀ་རང་བཞིན་ནི་དེ་ནི་དོན་མ་བོས་པ་ལས་གོལ་བསམ་ཚུལ་བཟོ་བསམ་མ་ནག་པ་སློབ་སྦྱོང་འཇོག་མཁན་དང་སློབ་སྦྱོང་མ་འཇོག་མཁན་གཉིས་ཀ་བཟོ་བསམ་མ་ནག་པ་ཆོས་ཁས་ལེན་མཁན་དང་ཁས་མ་ལེན་གཉིས་ཀ་བཟོ་བྱེད་བསམ་མ་ནག་པ་ལྟ་བ་གྲུབ་མཐའ་ཤེས་མཁན་དང་མ་ཤེས་མཁན་གཉིས་ཀ་བཟོ་བྱེད་བསམ་མ་ནག་པ་སྐྱོད་པ་བཟང་ན་འོ་དེ་མོ་ལེ་ནོ་འཇིག་རྟེན་པ་ཡིས་ངོ་མཐོང་ཞིང་ཡང་དག་ཉིད་དུའང་རྟོགས་བྱེད་ཀྱི་འཇིག་རྟེན་པ་ཟེར་ན་ཡང་སྐབས་དེར་དེ་ནི་ཕལ་པ་ལ་གོ་ནོ་ཕལ་པའི་དེ་ནི་བཀའ་གཟུགས་ཤིག་ཡང་བ་དང་ཅ་ལག་ཅིག་ཡང་བ་ལྟ་ཟ་ན་དེ་ནི། ཏེ། བྱ་གླག་པོ། ཁོ་རང་གི་བྱ་གླག་ཁོ་རང་གི་ཐོག་ནས་ཡོང་བ་རང་ངོས་ནས་བདེན་པ་རང་བཞིན་ལ་ཡོད་མཁན་ཚོ་ཞིག་མཐོང་ནོ། འཇིག་རྟེན་པ་ཞིག་གིས་མཐོང་ས་ན། ཅི་ཞིག་མཐོང་ན་ཡང་བདེན་པ་ཚོ་ཞིག་མཐོང་ནོ། སྒྱུ་མ་ལྟ་བུ་དེ་ནི་སྣང་ལ་རང་བཞིན་མེད་པ་དེ་ཚོ་མཐོང་ཐུབ་པ་མ་ནོ། རྣལ་འབྱོར་པ་ཅིག་གིས་ལྟ་ས་ན། བརྟག་བྱ་ཆོས་སུ་ཁྱེར་ན་ད་དེ་ནི་མིག་དཔེ་ལྟ་སྲོལ་ཞིག་ཨང་བ་བློའི་དབང་གིས་རྟོག་པའི་དབང་གིས་རྣམ་རྟོག་གིས་བཞག་པ་ཙམ་མ་ཡིན་པར་ཡུལ་ཁོ་རང་གི་ངོས་ནས་བྱ་གླག་དེ་དང་དེ་ཡིན་པ་ཞིག་མ་ནི་དམིགས་པའི་རྟ་སོ་ཞིག། ཅི་ཡང་ལག་པར་རྙེད་དང་མི་སྐྱག་པ། མེད་པ་དང་ན་གཅིག་གིས་དེ་ནི། དམིགས་པའི་རྟ་སོ་མེད་ན། མེད་པར་ཁས་ལེན་གང་ཅིག་དང་གཅིག་པས། དེ་ནི་རྣལ་འབྱོར་པ་གིས་དམིགས་པའི་རྟ་སོ་ཅིག་མེད་ན་ཡང་རྩལ་དུ་ཁྱེར་ན། མ་ཐོབ་ན་ཡང་མ་ཐོབ་ཀ་འདི་རང་བཞིན་གྱིས་དེ་ནི། རང་བཞིན་མ་ཐོབ་གང་ཅིག་དང་བདེན་པར་མ་ཐོབ་གང་ཅིག། ལ་ཚུགས་ཐུབ་ཀྱི་མེད་པ་ཅིག་རང་སྐྱ་བ་མེད་པ་ཅིག་ལ་སྒོ་ནག་མེད་ནི་བྱ་གླག་དེ་མེད་པས་ཀོ་ཆོད་དང་མི་སྐྱག་སྐྱོབ་པ་ཚང་ན་དེ་ནི་ཕལ་པ་དང

དེ་སྨྲས་ན། དེ་ནས་གཟུགས་སོགས་ཡུལ་ལྔ་མངོན་སུམ་དུ་མཐོང་བ་དང་འགལ་ལོ། ང་དང་གཟུགས་སྒྲ་དྲི་རོ་ཚང་མ་ཨ་ལ་གཟུགས། མིག་གི་རྣམ་པར་ཤེས་པ་ལ་གཟུགས་མངོན་སུམ་དུ་མཐོ། རྣ་བའི་རྣམ་པར་ཤེས་པ་ལ་སྒྲ་མངོན་སུམ་དུ་མཐོ། སྣའི་རྣམ་པར་ཤེས་པ་ལ་དྲི་མངོན་སུམ་དུ་མྱོང་རྒྱུ་ཡོད། དེ་ཚང་མ་སྐྱེ་གཟུགས་ཐ་དད་ནོ། རེ་ཁོས་ཕལ་པའི་རྣལ་འབྱོར་པ་ལ་སྲོད་དང་ཨ་ལས། ཆོས་ཐམས་ཅད་རང་བཞིན་གྱིས་མེད་ན་གཟུགས་སོགས་ཡུལ་ལྔ་ཚང་མ་རང་བཞིན་གྱིས་མེད་ན། ཨ་ལ་དེ་ནི་དེ་མངོན་སུམ་དུ་མཐོང་བ་སྐྱེ་གཟུགས་ཡོད་ནོ། དེ་ནས་རྣམ་པར་ཤེས་པ་དཀྲུགས་ལ། ཡུལ་དཀྲུགས། དེ་ནས་མཐོང་བ་ཀུན་གཟུགས་ལ་ཡོང་ནོ། གཟུགས་སོགས་མངོན་སུམ་ཉིད་ཀྱང་ནི། སྐྲག་པ་ཡིན་གྱི་ཚད་མས་མིན། གཟུགས་སོགས་མངོན་སུམ་དུ་ང་དང་མཐོང་བ་ནོ། མཐོང་དཀའ་འདི་ཡང། དེ་ནས་མཐོང་དཀའ་ནི་ལོ་དེའི། གཟུགས་སོགས་མ་བརྟགས་མ་དཔྱད་པའི་ཐ་སྙད་སྒྱུ་མ་ཙམ་པོ་ང་དང་མཐོང་ཟིན་ནོ། ཀུན་རྫོབ་ཙམ་དེ་ང་དང་མཐོང་ཟིན་ནོ། ཆོས་ཅན་ཙམ་ཞིག་ང་དང་མཐོང་ཟིན་ནོ། ཨ་ལས། མིག་གི་རྣམ་པར་ཤེས་པས་གཟུགས་ཀྱི་རང་བཞིན་མཐོང་སྟེ་མ་ནོག་རྣ་བའི་རྣམ་པར་ཤེས་པས་སྒྲའི་རང་བཞིན་དེ་ནི་ཁོའི་སྣ་ཟུག་དེ་ནི་ཚོར་ཏེ་མ་ནོག་སྣའི་རྣམ་པར་ཤེས་པས་དྲིའི་སྣ་ཟུག་མཐོང་སྟེ་མ་ནོག་ཏུ་ཚངས་སུ་ཤེས་པོ་ཟ་ནོག་སྒོ་མ་ནི་ང་དང་དང་ཧུན་ལ་མོལ་ཚར་དུ་རྒྱག་པ་ཀུན་རྫོབ་དང་དོན་དམ་གྱི་བདེན་པ་ཟེར་མཁན་པོ་ང་དང་ཨི་ཡུང་དེ་ནི་མིག་གི་རྣམ་པར་ཤེས་པ་རྣ་བའི་རྣམ་པར་ཤེས་པ་ང་དང་མི་ཕལ་པའི་རྒྱུད་ལ་ཡོད་ཀྱི་ན་དེ་ནི་ང་དང་གཅིག་སེམས་དཔའ་ཚང་མ་ཟེར་ནོག་པ་ང་མཐོང་ཨ་ཀ་ཡོད་དེ་ནོག་ང་ཚོར་ཨ་ལ་དེ་བས་ཡོད་དེ་ནོག། ཟེར་མཁན་བས་དེ་ནི་ང་དང་རྣམ་པར་ཤེས་པ་དྲུག་པོ་ཡུལ་དེ་དང་དེ་གིས་དེ་ནི་ངོས་འཛིན་བྱོ་མཁན་ཅིག་ལ་ང་དང་ངོས་འཛིན་བྱོ་ནག་པ་ཡིན་ན་ཡང་ཁོས་རང་བཞིན་མཐར་ཐུག་ཅིག་ལ་ངོས་འཛིན་བྱོ་མཁན་པོ་ཡིན་ནོ་ཟེར་ན་རང་བཞིན་མཐར་ཐུག་པོ་ཧ་གོ་མཁན་ཅིག་ཡིན་ནོ་ཟེར་ན་དེའུ་མ་ནི་འགྱུར་རེ་མེད་ཀྱི་འོ་དེ་མོ་དང་གཟུགས་སོགས་མངོན་སུམ་ཉིད་ཀྱང་ནི་སྐྲག་པ་ཡིན་གྱི་ཚར་མེད་མིན་འཇིག་རྟེན་ལ་སྐྲག་པའི་ཐ་སྙད་སྒྱུ་མ་ཙམ། དེ་ནི་ང་དང་མ་བརྟགས་མ་དཔྱད་པའི་གཟུགས་སོགས་ཙམ་ཞིག་ང་དང་དེ་ནི་མཐོང་ཐུབ་པ་ནོག་མེད་ནས། ཁོས་དེ་ནི་རང་བཞིན་གཟུགས་སོགས་ཀྱི་རང་བཞིན་སྣ་ལུག་དེ་ནི་མཐོང་ཐུབ་པ་མ་ནོག། དེ་མཐོང་མི་ཐུབ་པ་དེ་དེ་ནི་སྒྲུབ་བྱེད་ཅི་ཡོད་ཟེར་ན་སངས་རྒྱས་ཁོ་རང་གིས་མོ་ལ་བཟའ་སྟེ་དུ་བ་མོ་ལུ་བ་ལས་ཏིང་ངེ་འཛིན་རྒྱལ་པོ་ལས། མིག་དང་རྣ་བ་དང་སྣ་དང། སྣ་ཡང་ཚད་མ་མིན་མོད་ལོ། མིག་གི་རྣམ་པར་ཤེས་པ་ཚད་མ་མིན། ཇི་ལྟར་མིག་གི་རྣམ་པར་ཤེས་པ་ཚད་མ་ཡིན་ནོ། མིག་གི་རྣམ་པར་ཤེས་པས་གཟུགས་མཐོང་ཐུབ་པ་ནོ། རྣ་བའི་རྣམ་པར་ཤེས་པས་སྒྲ་ཐོས་ཐུབ་པ་ནོ། སྣའི་རྣམ་པར་ཤེས་པས་དྲི་སྣོམ་ཐུབ་པ་ནོ། དག་ཚད་མ་མིན་ཟེར་གམ་བོ། དེ་ཀུན་ནས་དེ་ནི་ཀུན་རྫོབ་པ། ཀུན་རྫོབ་པ་ཙམ་ལ་ཚད་མ་མིན་ཟེར་གམ་བོ། ཀུན་རྫོབ་པ་ཚད་མ་མིན་ནོ། དེ་རྣམས་རྟོགས་པ་ནི་ཡོད་མེད་རྒྱགས་པ། ཀུན་རྫོབ་པ་དེ་དེ་ནི་རྟོགས་པ་དེ་འཇིག་རྟེན་ཁོ་ནའང་ཡོངས་གྲགས་ནོ། སྐྱོ་ད་ལས། དག་ཚད་མ་མིན་ཟེར་གམ་བོ་ཅེས་བསྒོ་བ་ནོ་ཟེར་ན། མིག་གི་རྣམ་པར་ཤེས་པས་གཟུགས་ཀྱི་རང་བཞིན་ལ་ཚད་མ་མིན། དེ་ཁོ་ན་ཉིད་ལ་སྣ་ཟུག་ལ་མཚན་མ་མེད་རྣ་བའི་རྣམ་པར་ཤེས་པས་སྒྲའི་སྣ་ཟུག་ལ་མཚན་མ་མེད་སྣའི་རྣམ་པར་ཤེས་པས་དྲི་ཡི་སྣ་ཟུག་ལ་མཚན་མ་མེད་འདིར་སྐམ་པོ་དེ་ནི་སངས་རྒྱས་ཀྱི་གསུང་དེ་དུ་མ་འདུག་གོ། དེ་གཟུགས་དེ་ནི་རང་བཞིན་གྱིས་མ་གྲུབ་ན་གཟུགས་སོགས་ཡུལ་ལྔའང་ངོ་གསུམ་དུ་མཐོང་བ་དང་འགལ་ཟེར་ན་མངོན་སུམ་དུ་མཐོང་བ་ཙམ་གྱིས་དེ་ནི་གཟུགས་སོགས་བདེན་པར་ཡོད་པས་དེ་ནི་ང་དང་སྒྲུབ་བྱེད་ཀྱི་རྒྱུ་ར་མ་ནོག་མངོན་སུམ་དུ་ང་དང་མཐོང་ག་འདི་ང་དང་ཕལ་པ་ལ་མངོན་སུམ་དུ་མཐོང་ག་ནི་ལོ་དེའི་ལོ་ཀུན་རྫོབ་པ་ཙམ་ཞིག་མ་གཏོགས་ལོ་སྟོང་དང་པ་མ་ནོག་གོའི་ལོ་ཀུན་རྫོབ་པས་དེ་ནི་ང་དང་གཟུགས་སྒྲ་དྲི་རོ་ཀ་གཟུགས་ཤིག་ཡིན་ན་ཡང་ཁོའི་ཀུན་རྫོབ་ཅི་ཟེར་ཞོག་ད་མ་བརྟག་མ་དཔྱད་པ་བརྟག་དཔྱད་མ་ལྕོགས་ག་ནི་ང་དང་མི་ཕལ་པ་ཅིག་ལ་ཡང་ཨ་ན་ཨ་ལ་མི་ཞིག་ཡོང་འདུག་ཨ་ན་བུམ་པ་འདུག་ཨ་ན་ཀ་བ་འདུག་ཨ་ན་སྤྱི་སྟོང་གཅིག་འདུག་ཟེར་མཁན་ཅིག

འོ་དེ་གཟུགས་སོགས་ཡུལ་ལྔ་མངོན་སུམ་དུ་མཐོང་བ་ཙམ་གྱིས་གཟུགས་སོགས་བདེན་པར་གྲུབ་པའི་སྒྲུབ་བྱེད་ལ་འགྱུར་བ་མ་ནོ། གཟུགས་སོགས་མངོན་སུམ་དུ་མཐོང་བ་དེ་ཀུན་རྫོབ་ཙམ་ཞིག་མཐོང་ཟེར་ནོ་མ་ནི་དོན་དམ་པ་དེ་མཐོང་ཟེར་མ་ནོ་ཟེར་འདུག་གཟུགས་དེ་ནི་ལ་ནི་བརྒྱ་པ་ཛཱ་ཏུ་ལས། འོ་གཟུགས་སོགས་དོན་དམ་པ་དེ་མཐོང་བ་ལ་དེ་ནི་གཟུགས་སོགས་ཀྱི་རང་བཞིན་ལ་བརྟག་བྱར་བཅོས་ཏེ་ཨ་ལས་གཟུགས་སོགས་བདེན་པར་གྲུབ་སྟེ་འདུལ་བ་མི་འདུག་དེ་ནི་བདེན་པར་གྲུབ་ན་རང་གི་གདགས་གཞི་དང་དེ་ནི་བདེན་པར་གྲུབ་པའི་གཅིག་དང་ཐ་དད་གང་རུང་དུ་སྒྲུབ་དགོས། བདེན་པར་སྤྲོས་པའི་གཅིག་ཏུ་གྲུབ་ན་འོད་དུ་ཟེར་བ་དག་ང་དང་གཅིག་ཏུ་བྲལ་དང་རྟེན་འབྲེལ་ལ་སོགས་པའི་རིགས་པའི་ཐོག་ནས་བརྟག་དཔྱད་མང་པོ་ཞིག་བཅོས་ཏེ་དེ་ནས་གཟུགས་སོགས་ཐ་མ། གཟུགས་སོགས་བདེན་པར་གྲུབ་པའི་དེ་ནས་རྒྱུ་མཚན་ཅིག་བརྟགས་ཤིག་ཚད་མ་ཞིག་མ་ན་ཐོ་བ་མེད་ཀྱང་གཟུགས་སོགས་བདེན་པར་མ་གྲུབ་པ་ཁོ་རང་བུ་ཐ་མ། རྙེད་དེ་ཀྱག་ན་སྦྱོར་བ་ལ། ཤོ་ད་ལ། འོ་དེ་གཉིས་ཀྱི་ཁྱད་པར་དེ་ཤེས་དགོས་ས་ནི་འོག་མགོ་མ་དག་ཀུན་རྫོབ་དང་དོན་དམ་གྱི་ཁྱད་པར་དེ་རྒྱ་ལས་ཧ་གོ་ན

ཁང་པ་དེ་དགག་གཞི་དུ་གྱུར་ར་ནོ། དགག་བྱ་ཟེར་ན་ཁང་པ་བདེན་པར་གྲུབ་པ་དེ་ནོ། ང་དང་ཕལ་པ་ཅིག་གིས་ཁང་པ་མཐོང་ཙམ་ན། དགག་གཞི་ཁང་པ་དང་དགག་བྱ་བདེན་པར་གྲུབ་པ་གཉིས་ཀ་འདྲ་ཟེར་མཐོང་བ་ནོ། ཁང་པ་མཐོང་བ་ཙམ་གྱིས་དེ་ནི་སྐུ་ཐོག་མ་མེད་པ་ནི་ང་དང་མ་རིག་པའི་ལྷ་དཔའ་བོ་བཞུགས་སྟེ་ཡོད་པ་ན་དེ་བག་ཆགས་པོ་ང་དང་མ་ནི་ལྷ་དེ་ཡོད་པ་བཟང་ན། ཁང་པ་མཐོང་བ་ཙམ་གྱིས

ཅི་ལྟར་བཀྲག་ཞིང་རང་བཞིན་གྱིས་སྤྲུལ་པ། སྨྲ་ན་སྐར་ཁྲག་འདུ་བ་དང་འཇིག་རྟེན་པ་ཚང་མས་དེ་ནས་གཟུགས་ལ་སོགས་པའི་ཆོས་ཐམས་ཅད་རང་བཞིན་གྱིས་སྤྲུལ་པ་ཚང་མས་ཟ་མ་ནོག་ཚང་མས་ཟས་རེ་ནོག་པ་སྟེ་ཚང་མར་བརྫུན་པ་བཀའ་བཟོ་བ་ཡིན་ནོ། འདི་རུ་ཁོད་ཡངས་སྐྱར་དྲི་བ་བྱུར་བ་ལས་ཕལ་པའི་ན་བྱུར་པ་ལ་དྲི་བ་བྱུར་བ་གཟུགས་སོགས་རང་བཞིན་གྱིས་དེ་ནས་མ་གྲུབ་ན། གཟུགས་སོགས་རང་བཞིན་གྱིས་སྤྲུལ་པ་པདྨ་ནི་མི་ཚང་མས་དེ་རིང་ང་བཏང་བ་ནི་ཨ་ལ་འབའ་གཟར་ལ་ང་བཏང་ཁྲོམ་ལ་མི་དགོན་ལ་འདྲི་ཡ་ཆ་ན་ཨ་བ་རང་བཞིན་གྱིས་སྒྲུབ་སེ་ཡིན་ནོ་ཨ་བ་བདེན་པ་ཡིན་ནོ་ཟེར་ན་ཚང་མས་ཡིན་ནོ་ཟེར་མཁན་ཤངས་ཐུགས་གཅིག་མེད་ནི་མ་ནོ་ཟེར་མཁན་གཅིག་ཕལ་ཆེར་མི་གཅིག་གཉིས་ཤིག་ཐུགས་ན་མེད་ན་ཐུགས་ཆེ་མ་ནོ་གོ་དེ་ནི་ཨ་ལ་ཁོ་ན་སྟོང་པ་ཉིད་དང་སྟན་འགྲེལ་དང་ངོ་སྤེལ་སྣ་ཟུག་ལ་སློབ་སྦྱོང་ཡོད་མཁན་གཅིག་ཟེར་ན་མེད་ནི་མང་ཆེ་གྱིས་དེ་ནི་རང་བཞིན་གྱིས་སྒྲུབ་པ་ཡིན་ནོ་བདེན་པར་སྤྲུལ་པ་ཡིན་ནོ་མོ་ཆགས་ཆགས་ཡིན་ནོ་ཨོ་དེ་ཚོ་བ་སྐྲག་པ་ལ་སྐྲག་པ་ཙམ་གྱིས་རྫུན་པ་མ་ཡིན་པ་རྒྱུ་ར་མ་ནོག་མོ་ལོ་སྤེར་ན་ལོ་མའི་བཞི་བ་ལ་ཡང་སྤེ་ས་ལོ་མེན་སྤེར་ན་ང་དང་དེ་ནི་ཟག་བཅས་གཉིས་ལས་ནི་ཕུང་པོའོ་དེ་ནི་མི་གཙང་ལ་སོགས་ལ་གཙང་སོགས་སྐྲག་པ་བཞིན་དུ་སུན་ང་དང་ཟག་བཅས་གཉིས་ལས་ནི་ཕུང་པོ་ན་ང་དང་གཟུགས་པོ་དེ་མ་ན་འཁོར་བས་བསྡུས་པའི་ཕུང་པོ་ཆོས་ན་ཨ་ལ་ལས་དང་ཉོན་མོངས་པའི་བང་ག་ནི་དེ་ནི་ང་དང་མ་ན་ནད་ཀྱི་སྐྱལ་པ་ཨ་ལ་སྤེར་ན་དེ་ནི་མི་གཙང་བའི་རྫས་སོ་དྲུག་འོ་དེ་གཟུགས་ཀྱི་དེ་ནི་བས་མི་གསང་བའི་རང་བཞིན་ཅན་ཅིག་ཡིན་ནོག་པ། ང་དང་དེ་ནི་གསང་བར་འདུ་ཤེས་སོ། རང་རང་སོ་སོའི་སྨྲ་ནི་གསང་མ། ཡི་ཡ་དེ་ནི་སྡུག་བསྔལ་གྱི་རང་བཞིན་ཅན་ཅིག་ཡིན་ནོག་པ་ཟག་པ་དང་བཅས་པ་སྡུག་བསྔལ་གྱི་རང་བཞིན་ཅན་ཅིག་ཡིན་ནོག་པ་སྐྱེ་རྒ་ན་འཆི་ལ་སོགས་པ་གསང་བ་ལས་ཡང་ང་དང་གསང་མའི་བདེ་བར་ཟིན་ནས་ནོག། མི་རྟག་པ་སྐད་ཅིག་ཙམ་ཡང་འདུག་མ་ཐུབ་ཀྱང་ནི་མི་རྟག་པའི་རང་བཞིན་ཅན་ཅིག་ཡིན་ནོག་པ་ང་དང་གསང་མའི་རྟག་པར་ཟིན་ནས་ནོག། ཨ་ལ་བདག་ཏུ་མ་གྲུབ་པའི་རང་བཞིན་ཅན་ཅིག་ཡིན་ནོག་པ་ང་དང་བདག་ཏུ་ཟིན་ནས་ནོག། འོ་འཇིག་རྟེན་ལ་སྐྲག་པ་ལ་ས་སྒྱུ་མ་ན་མེ་སྐྱེ་འམ་འོ་དཔེར་ན་ཕྱིན་ཅི་ལོག་གི་བསམ་པ་ཚང་མ་འཇིག་རྟེན་ལ་སྐྲག་སྟེ་ཀྱག། ཨ་ལ་ང་དང་ཟག་བཅས་གཉིས་ལས་ཀྱི་ཕུང་པོ། གསང་བ་དང་བདེ་བ་དང་རྟག་པ་དང་བདག་ཏུ་གྲུབ་པ་འཇིག་རྟེན་ལ་བཀྲག་ཏུ་ཡོད་ཀྱང་ཡིན་ནའང་སངས་རྒྱས་ཤཱཀྱ་ཐུབ་པས་ཕྱིན་ཅི་ལོག་ལས་ཤིན་ཏུ་འདས་ནས་མྱ་ངན་ལས་འདས་པའི་མཐར་ཕྱིན་ཏོ། མོ་དུ་བ་ལས་ང་དང། ཤེས་རབ་སྙིང་པོའི་ནང་ལོགས་ལ་དེ་ཚོགས་ཀྱི་འཇིག་རྟེན་ལ་བཀྲག་པའི་བསམ་ཚུལ་ལས་དགའ་ན་དེ་ནི་ཕྱིན་ཅི་ལོག་ཟེར་ན་དེ་ལྡོག་ཕྱོགས་པོ། ནམ་ཞིག་དེ་ནི་མ་ཐོས་པ་བསམ་པ་སྒོམ་པ་ཆོས་སྟེ་མེད་ནས་ད་དེ་ནི་སངས་རྒྱས་སུ་ཐུབ་པ་མ་ནོག་དེའོ་དེ་ནི་ཐོས་པ་སྒོམ་པ་ཆོས་སྟེ། ཕྱིན་ཅི་ལོག་གི་བསམ་པ་དེ་དག་ལས་རི་ག་ལ་འཇིག་དང་མཉམ་པོ་དེ་ནི་སངས་རྒྱས་སུ་ནོག་མོ་དུ་བ། ཧོ་འཇིག་རྟེན་ལ་སྐྲག་པ་གཅིག་པུ་གིས་དེ་ནི་བདེན་པ་ཡིན་པའི་སྒྲུབ་བྱེད་ལ་རྒྱུད་ར་མ་ནོར་མོ་ལུ། དེ་ནི་མི་སྲང་ལ་སོགས་ལ་སྲང་སོགས་སྐྲག་པ་བཞིན་དུ་བཟུང། ད་དེ་ནི་གཟུགས་ལ་སོགས་པ་རང་བཞིན་གྱིས་མ་གྲུབ་ན་མདོ་ལས་མི་རྟག་པ་སོགས་སུ་གསུངས་བ་དང་འགལ་ལོ་ཞེ་ན། ཡང་གཟུགས་ལ་སོགས་པ་རང་བཞིན་གྱིས་མ་གྲུབ་ན་ད་ཁོད་ཡིན་བ་དེ་ནི་གཟུགས་སོགས་རང་བཞིན་གྱིས་གྲུབ་དགོས་སོ་ནོག་ཟེར་ཕལ་པ་དང་རྣལ་འབྱོར་པ་གཉིས་ཀ་སོ་སྟེ་ཡིན་ནོག་ཞུས་ན་འགྲིག་ཅེས་ནོག་པ་ལས། ད་ཕལ་པ་ཀུན་ནས་ཨ་ལ་དེ་ནི་ཕལ་པ་ཀུན་ནས་ཡང་རྣལ་འབྱོར་པ་སྟོང་ཉིད་མ་རྟོགས་ཀར་མགོ་ནས་སྟོང་ཉིད་ཁས་མ་ལེན་ཀར་མགོ་ནས་དེ་ནས་སྟོང་ཉིད་ཁས་ལེན་ཀར་མགོ་ལ་ཡང་སོ་དེ་ནོ། སངས་རྒྱས་ཀྱིས་དེ་ནི་ཆོས་ཐམས་ཅད་མི་རྟག་པར་གསུངས་ཏེ་དུ་བ་མོ་འདུག་ད་མི་རྟག་པ་ཟེར་ན་མཉམ་པོ་བདེན་པར་སྤྲུལ་པ་གཞིར་བཞག་པའི་སྟེང་ནས་དཔེར་ན་མི་རྟག་པ་ཟེར་མཁན་པོ་བྱེ་བྲག་སྨྲ་བ་མདོ་སྡེ་པ་སེམས་ཙམ་པ། ཨ་ལས་དབུ་མ་རང་རྒྱུད་པ་བཙགས་པ་ཚང་མའང་དེ་ནི་རང་གི་མཚན་ཉིད་ཀྱིས། སྒྲུབ་པ་ཁས་ལེན་མཁན་ཚང་མའང་མི་རྟག་པའི་རྣམ་གཞག་ཅིག་ཁས་ལེན་ནས་ནོ། མི་རྟག་པོ་བདེན་པར་སྤྲུལ་པ་གཞིར་བཞག་པའི་ཐོག་ནས་རང་གི་མཚན་ཉིད་ཀྱི་སྤྲུལ་པ་གཞིར་བཞག་པའི་ཐོག་ནས་སངས་རྒྱས་ཀྱིའང་དེ་ནི། སངས་རྒྱས་ལ་ང་དང་ཐབས་མཁས་དང་ཐུགས་རྗེ་ཆེན་པོ་དང་ལྡན་པ་ཟེར་ནོག་པ། སྟོང་ཉིད་བསྟན་པའི་སྐབས་སུ་མ་འབབ་པའི་སྐབས་གཅིག་ལ་སངས་རྒྱས་ཀྱི་ཡང་དེ་ནི་འདུ་བྱེད་ཀྱི་ཆོས་ཐམས་ཅད་མི་རྟག་པ་ཟེར་རེ། ལ་དེ་ནི་ང་དང་གསུང་བ་མཛད་དེ་ནོ། དེའོ་དེ་ནི་སྤྲང་བའི་དོན་ཡིན་ནོ། དེ་སྤྲང་བའི་དོན་ཡིན་ནོ། གཟུགས་ལ་སོགས་པ་རང་བཞིན་གྱིས་མ་གྲུབ་ན་མདོ་ལས། མི་རྟག་པ་སོགས་ལ་གསུང་བ་དང་འགལ་ལོ་ཞེ་ན། སངས་རྒྱས་ཀྱིས་མི་རྟག་པ་གསུངས་ཏེ་འདུ་བ་སྟོང་ཉིད་གསུངས་ཏེ་མི་འདུ་བ་ཟེར་ཡང་ཁོས་དབྱུང་བ་སོགས་འདུ་བ་མི་རྟག་པ་དེ་དེ་ནི་དབྱུང་བ་ངོ་སྨྲ་བ་ཀུན་ནས་ཡང་བདེན་པ་སྒྲུབ་པར་ཁས་ལེན་མཁན་ཀུན་ནས་ཡང་མི་རྟག་པའི་རྣམ་གཞག་པོ་ཁས་ལེན་ནས་ནོ། ཁས་ལེན་པ་ཙམ་ན་སངས་རྒྱས་ཀྱི་སྟོང་ཉིད་ཟེར་མཁན་གྱི་གསུང་དུ་མི་འདུ་བ། དེ་ནི་སངས་རྒྱས་ཀྱིས་མི་རྟག་པ་སོགས་སུ་གསུང་དུ་འདུ་བ། སྐད་ཅིག་སྐད་ཅིག་གིས་འཇིག་པར་གསུང་འདུ་བ། ཟེར་ན། འཇིག་རྟེན་བཞུགས་པའི་སྟོན་དུ་ནི་བསྒོམ་པའི་ངོ་བསྟན་ཟེར་འདུ་བ། འཇིག་རྟེན་པ་ང་དང་དེ་ནི་སེམས་ཅན་ཚང་མ། སྟོང་པ་ཉིད་ཀྱི་ལྟ་བ་ལ་དབྱུང་བ་ཁ་གྲངས་ཆེ་སྲིད། སངས་རྒྱས་ཀྱིས་དེ་ནི་རིམ་པ་སྔ་མའི་ཚུལ་ལ་སྔོན་འགྲོའི་ཚུལ་ལ་དེ་ནི། ཐབས་མཁའ་འཛག་ཐུགས་རྗེ་ཆེན་པོ་དང་ལྡན་པའི་སྟོན་པས་སྔོན་འགྲོའི་ཚུལ་ལ་མོ་ལ་འཛག་བརྒྱ་སྒོ་མ་མི་རྟག་པའི་ཀ། ཨ་ལ་རྒྱུ་འབྲས་རྟེན་འབྲེལ་ལས་ཀ་དེ་ནས་ང་དང་ཁྱེར་སྙམ་ན། དེའི་སྟེང་པོ་ན། རྟེན་འབྱུང་ཕྲ་མེན་ཀ་ཁྱེར་སྙམ་བྱེད་པོ་ཐུགས་ལ་དགོངས་ཏེ། དེ་ནས་མི་རྟག་པའི་རྣམ་གཞག་པོ། ཆོས་རྣམས་ཀྱི་རང་བཞིན་རགས་པ་ཅིག་སངས་རྒྱས་ཀྱིས་དེ་ནས་གདུལ་བྱ་སྤྲང་བའི་དོན་དུ་གསུངས་ཨ་འཛག་བརྒྱ་མོ་ལུས་ལ་འཇིག་རྟེན་བཞུགས་པའི་དོན་དུ་ནི། བཞུགས་པ་ཟེར་ན་དྲང་དོན་དུ་ཟེར་ནོ་འཇིག་རྟེན་དྲང་བའི་དོན་དུ་ནི་བསྒོམས་པས་དེ་ནི་མི་རྟག་པར་སོང་བ་འཛག་རྒྱག་དེའོ་དེ་ནི་ངན་སོང་གི་གདོད་མ་ནོག་མི་རྟག་པར་བསྟན་པའི་མདོ་སྡེ་སྣར་ལུགས་མཐར་ཐུག་བསྟན་པའི་གདོད་མ་ནོག་གདུལ་བྱ་དྲང་བའི་དོན་དུ་སངས་རྒྱས་ཀྱིས་དེ་ནི་ཐབས་མཁས་ཀྱི་སྒོ་ནས་གསུངས་ཀ་ནི་ཚིག་གཅིག་གིས་ནོག་མོ་སྟེ་ནོག། ད་སྐད་ཅིག་སྐད་ཅིག་གིས་འཇིག་ཟེར་ན་སྙམ་པོ། སྐད་ཅིག་གཅིག། བདེན་པར་ཡོད་མཁན་ཚོ་ཞིག་མོ་ལ་མཛའ་བདེ་རྒྱག་པ་ད་དུང་བདག་ལ། སྐད་ཅིག་སྐད་ཅིག་གིས་འཇིག་ག་ནོ་འོག་ཟེར་ན། ཁོ་རྩ་ནས་རང་བཞིན་གྱིས་མེད་དོ་འོག་མ་མོ་ལ་ལ། སྐད་ཅིག་གཅིག་མེད་ནས་འདུག་སྙམ་ན་མ་ནོག་ཚོ་ཞིག་སྐད་ཅིག་གཅིག་གིས་བདེན་པར་ཡོད་མཁན་ཚོ་ཞིག་དགོས་སྡིག་འདུག་ལེ། འོ་དེ་ཚོ་གི་སྐད་ཅིག་གཅིག་གང་དེ་ནི་བདེན་པར་སྣ་ཚོས་བ་མ་ནོག་དེ་ཁོ་ན་ཉིད་དུ་ངོ་བོ་དེ་དག་སྐད་ཅིག་མ་ཉིད་དུ་གྲུབ་པ་མིན་ཏེ་དེ་ཁོ་ན་ཉིད་དུ་གཅིག་དང་དུ་མ་གང་དུ་ཡང་མ་གྲུབ་པའི་ཕྱིར་མོ་ལ་ལ། རང་བཞིན་གྱིས།

ཀུན་རྫོབ་ཏུ་ཡང་འགལ་བྱེད་ན། རྣལ་འབྱོར་ཀུན་རྫོབ་ངེས་མེད་དེ། ཀུན་རྫོབ་ཏུ་ཡང་འགལ་བྱེད་ན་ཀུན་རྫོབ་ཏུ་ཡང་འདུ་བྱེད་མི་རྟག་པར་སྤྲུལ་པ། འདུ་བྱེད་མི་རྟག་པར་སྤྲུལ་པ་དེ་དེ་ནི་ཀུན་རྫོབ་ཏུ་ཡིན་ནོ། ཀུན་རྫོབ་ཏུ་ཡང་འདུ་བྱེད་མི་རྟག་པར་སྤྲུལ་པ་འགལ་ཏེ་འཇིག་རྟེན་ན་སྔ་དྲོའི་ངོ་བོ་དེ་ཉིད་ཕྱི་དྲོའི་ཡོད་པ་སོགས་རྟག་པར་གྲགས་པའི་ཕྱིར། ད་དེ་ནི་ཀུན་རྫོབ་ཏུ་ཡང་མི་རྟག་པ། དེ་ནི་ཁས་ལེན་ན་སྒྲིག་ཆས་མ་ནོག་ཟེར་མཁན་ཡང་སྐྱོན་སྟོང་གཅིག་དང་དུ་བ་ལས་མི་རྟག་པ་འདུ་བྱེད་ཀྱི་ཆོས་རྣམས་མི་རྟག་པ་ཡིན་ནོག་པ་ལ་རྒྱུ་དང་རྐྱེན་ལས་གྲུབ་པ་ལ་འདུ་བྱེད་ཟེར་འདུ་ཟེར་ན་རྒྱུ་དང་རྐྱེན་འདུ་སྟེ་སྐྱེས་པ་ཟེར་ན་སྐྱེས་པ་འདུ་བྱེད་ལ་རྒྱུ་དང་རྐྱེན་འདུ་སྟེ་སྐྱེས་སྐམ་པོ་ཚང་མ་མི་རྟག་པ་མི་རྟག་པ་ཀུན་རྫོབ་ཡིན་ནོག་ཡང་དག་མི་རྟག་པ་ཀུན་རྫོབ་ཡིན་ནོག་མ་ནོག་པ་འཇིག་རྟེན་པ་ཀུན་ནས

དེ་ནི་མི་རྟག་པ་མ་ཡིན་པ་དང་རྟག་པ་ཡིན་པ་རྒྱུ་རང་མ་ནའོ་མ་ལུས་ཅེས་བྱ་ན་འཇིག་རྟེན་པའོ་སྟེ་ཧ་མ་གོ་བ་ནའོ་ཁོ་མི་རྟག་པ་དང་རྟག་པའི་རྣམ་གཞག་གོ་ཞེས་མ་བྱས་བ་ནའོ། འོ་ད་སློབ་སྦྱོང་ཡོད་དཀའ་ནས་བདེན་པ་རང་རྟག་ཆ་ཆོས་དེ་སློབ་སྦྱོང་ཡོད་དཀའ་ནས་ན་སྦྱོར་བ་ཀུན་ནས། དེ་ནི་མི་རྟག་པ་སོགས་འདུ་བྱེད་ཀྱི་ཆོས་ཀུན་མི་རྟག་པ་སོགས་དེ་ནི།

དེ་ཙམ་གྱིས་ཁྱོད་རང་རྟག་པ་ཡིན་པ་དང་མི་རྟག་པ་མ་ཡིན་པའི་སྒྲུབ་བྱེད་ལ་གྱུར་ཕྱིར་མ་ནོར། འཇིག་རྟེན་གཟུགས་སོགས་རྟག་པར་བསྒྲགས་ཀྱང་མི་རྟག་པ་ཚད་མས་མ་གྲུབ་པས་ངེས་པ་མེད། འཇིག་རྟེན་པ་ལ་རྟག་པ་དང་མི་རྟག་པའི་རྣམ་གཞག་པོ་ཁོ་ཧ་མ་གོ་ནོ། མི་རྟག་པ་ཡིན་ནོ་ཅེས་ཟེར་ན། དེ་ནི་རྣལ་འབྱོར་པས་ཀུན་རྫོབ་ཐ་སྙད་པའི་ཚད་མས་གྲུབ་པའི་ཕྱིར། འོ་དེ་གཟུགས་བ་དེ་ནི་མི་ཁ་སྤེ། རྣལ་འབྱོར་པ་ཀུན་ནས་ཐོས་པ་བསམ་པ་བསྒོམ་པ་མཐར་ཕྱིན་གང་ཀུན་ནས་རྣལ་འབྱོར་པ་ཀུན་ནས་འདུ་བྱེད་ཀྱི་ཆོས་མི་རྟག་པ་ཡིན་པ་ཐ་སྙད་ཚད་མས་ཁོ་ཡི་ཐ་སྙད་པའི་ཚད་མས་འགྲུབ་ཏུ་མ་ལོན་ནོ། འཇིག་རྟེན་ལ་ལྷོས། འོ་ན་མི་རྟག་པ་སོགས་མཐོང་བ་དེ་ཉིད་མཐོང་བར་ཤེས་པ་དང་འགལ་ཞེ་ན། ད་མི་རྟག་པ་མཐོང་བ་དེ་དེ་ནི་སྣ་ཟུག་མཐོང་སྟེ་མ་ནོར་བ་ཟེར་ན། མ་ནོར་བ་ཟེར་ན་དེ་མ་ཡིན་པའི་སྐྱོན་མེད་མི་རྟག་པ་མཐོང་མཁན་དེ་ཡང་སྣ་ལུག། མ་མཐོང་ཟེར་གཞུ་ཉན་ཆེར་སྨྲ་ནོག་སྣ་ལུག་མཐོང་ཟེར་ནོག་སྣ་ལུག་ཟེར་མཁན་པོ་ལྟོ་ས་ལྟོ་འཇོག་གིས་རྣམ་གཡེང་ནག་ཚང་ཅིག་ཡོང་ནོག་མོ་ལྟོ་བ་ལས་སྣ་ལུག་ཟེར་མཁན་པོ་ཕྲ་རགས་མ་ན་མང་པོ་ཅིག་ང་དང་ཁ་ལེན་དགོས་ཟེར་ནོག་དཔེར་ན་འཇིག་རྟེན་ལ་སོ་དེ་གཉིས་མཐོང། འཇིག་རྟེན་ཁོ་རང་ནང་ལོག་ལ་ཁོ་དེ་ནས་འཇིག་རྟེན་ལ་སོ་དེ་གཉིས་མཐོང། ཁོ་རང་ལྟོ་ས་ལྟོ་འཇོག་ཅིག་གིས་མཐོང་ནས།

ཏེ་ཙམ་ཞིག་གི་ཧ་གོ་བ་ཙམ་གྱིས་ཡང། སྣ་ལུགས་མཐར་ཐུག་སྟོང་པ་ཉིད་ཧ་གོ་སྟེ་རྟགས་མ་ནོག་པ་ཟག་བཅས་གཉིས་ལས་གཉིས་ཕུང་པོའི་སྟེང་གི་སྣ་ལུགས་རགས་པ་ཅིག་ཧ་གོ་ཟིན་བ་ལས་ཟག་བཅས་གཉིས་ལས་ཕུང་པོ་འདའ་རེ་ཁོའི་མིར་གསང་བའི་རང་བཞིན་པོར་གསང་བ་ཡིན་པར་བསམ་མི་ནོག་སྟེའོ་མིར་གསང་བ་ཡིན་པར་ཁ་སྤ་ཞིག་གིས་སྐྱེས་བུ་དམ་པ་ཅིག་གི་དད་མོས་བྱོས་ཚེ་ར་སྤྲོད་དེ་མིར་གསང་བ་ཡིན་པར་ཧ་གོ་ན་ཡང་ཟག་བཅས་གཉིས་ལས་གཉིས་ཕུང་པོའི་སྣ་ལུགས་རགས་པ་ཅིག་ཁོ་ཨ་ཧ་གོ་ཟིན་བ་ལས། འོ་དེ་ཚོའི་སྣ་ལུག་ལ་ཡང་ཕྲ་རགས་མང་པོ་ཅིག་ཡོད་ཀྱག་དུ་སྣ་ལུག་མ་ཡིན་པའི་སྐྱོན་མེད་མོད་ལོ་ཕྲ་རགས་སྣ་ལུག་ལ་ཕྲ་རགས་མང་པོ་ཅིག་ཡོད་ཀྱག་གཞན་དུ་འཇིག་རྟེན་ལ་གྲགས་པ་ཚང་མ་བདེན་པ་ཡིན་ན་ཁྱོད་རང་ན་བཞིན་བྱོས་ན་འཇིག་རྟེན་ལ་དེ་ནི་འཇིག་རྟེན་པ་ཚང་མའི་ཟེར་མཁན་པོ་ཚང་མ་བདེན་པ་ཡིན་ན་གཞན་དུ་ན་སྤུན་མེད་མིར་ཚང་བར་ངས་ཐོག་འཇིག་རྟེན་སྐྱིད་ནོ་གྱུར།

ལ་སྡུག་བསྔལ་བདེན་པ་གཙང་བ་དང་བདེ་བ་དང་དེ་ནི། རྟག་པར་འཛིན་པ་དང་བདག་ཏུ་འཛིན་པའི་ལོག་གུ་ནི་རྣལ་འབྱོར་པའི་ལོག་གུ་ལ་སྣོད་དང་ནོར་བ་ཟེར་ཏོ། དེ་སྣོད་ཅི་སྨྲ་བ་ལ་འཇིག་རྟེན་པའི་གཙང་བདེ་དག་བདག་ཏུ་འཛིན་པ་དག་ལ་རྒྱུ་མཚན་གཅིག་མ་ན་མེ་སྐྱག་ཅེས་བྱ་ན་སྐལ་བཟོ་ཡིན་ནོག་སྡུག་བསྔལ། ཟག་བཅས་གཉིས་ལས་ནི་ཕུང་པོ་དེར་གསང་བ་སྐལ་བཟོ་ཡིན་ནོག་ཟེར་ན་ང་རང་ཟ་མི་རག་ཟེར་ཞིག་མིན་ན་རྒྱུ་མཚན་གཅིག་ཀྱང་མེད་སྐྱག་ཁོས་བསགས་ཆར་མ་བཅོས་ག་ནས་བསམ་ཚུལ་གྱིས་ནོར་བ་རྣལ་འབྱོར་པ་ཀུན་ནས་ཟག་བཅས་གཉིས་ལས་ནི་ཕུང་པོ། མི་གཙང་བ་དང་མི་རྟག་པ་དང། དེ་ནས་སྡུག་བསྔལ་བ་དང་མི་རྟག་པ་དང་བདག་མེད་པར་བསམ་པ་དེ་ལ་རིགས་པའི་སྒོ་ནས་དེ་ནི་ང་དང་རྟག་ཆད་མང་པོ་ཞིག་ཆོད་དེ་སངས་རྒྱས་ཀྱི་ལུང་གི་རྗེས་སུ་འབྲང་བ་ལུང་ཙམ་ཞིག་མ་ཡིན་པར་དེ་ནི་རིགས་པའི་ཐོག་ནས་ཡང་རྟག་ཆད་མང་པོ་ཞིག་གི་ཐོག་ནས་དཔེ་མང་པོ་ཞིག་གི་ཐོག་ནས་དེ་བས་དེ་ནི་གཏན་ལ་འབབ་པའི་ལོ་ཚད་མ་ཞིག་མི་བསླུ་བ་ཞིག་ཡིན་ནོ། དེ་གཟུགས་གཅིག་ལ་དེ་ནི་ཐོས་པར་བསམ་པ་སྒོམ་པར་ཆོད་དེ།